རྣམ་པ་ལྷན་རྒྱས་ཡོངས་ལ་འཚམས་འདྲི་དང་གོ་སྐབས་བཟང་ཞུ་ཡ་ཡིན། སྐབས་ཁེ་བཟང་ངེད་ཀྱི་བརྙན་ཐུང་ནང་ལ་ལོ་སར་གྱི་གཡས་གཡོན་ལ་རྗེས་ཡོངས་ལ་ནི་བསྡུ་ཞུ་ཡོད། ཡིན་ན་ཡང་ད་ད་རིང་ངས་རྫ་དྲག་གི་ཐོག་ནས་ཡང་བརྙན་ཐུང་ཐུང་ཐུང་ཅིག་བཟོས་དགོས་བྱུང་སོང། ཨ་ནི་འདིས་ད་ཁ་སིང་བརྙན་ཐུང་འདི་དག་མུ་མཐུད་ནས་ཁ་སིང་བརྙན་ཐུང་ནང་ལོ་ལ་ད་ལྟའི་ལས་ཐོག་ནི་སྤྱི་འཐུས་རྣམ་རྒྱལ་འགྲོ་ཀ་ཨ་ནི་ཁོ་རང་གི་ཧམ་བཤད་ལོག་བཤད་རྫབ་ཆེན་གྱི་སྐད་ཆ་བཤད་ཡོད་པ་དང་ཨ་ནི་དམིགས་བསལ་གྱི་ད་ད་ང་ཚོའི། སྐྱབས་མགོན་དོན་གྱི་བདག་པོ་མཆོག་ལ་སྐུར་འདེབས་དང་མཚན་སྨོད་ཞུ་བ་འདི་ལ་མཐའ་གཅིག་ཏུ་ངས་ངོ་རྒོལ་ཡོད་སྲིད། ཁྱེད་རང་ལྟ་བུ་ཅིག་དང་ཁྱེད་རང་དང་ཁྱེད་རང་འདྲ་བའི་གི་གང་ཟག་འཐུས་མི་དེ་འདྲས་འདུག་ཨ། དབུ་མའི་ལམ་ལ་ཡིད་ཆེས་མེད་དད་པ་མེད་རྒོད་པོའི་དབང་གིས་སྟག་ཞི་བ་ལ་ཕྱག་འཚལ་ལོ། ལ་ངས་དང་ཨ་ནི་ད་ད་ལྟ་དེ་འདྲས་འདུག་ཨ། ཇག་པ་དང་རྐུ་མ་རེད་བོད་མིའི་སྒྲིག་འཛུགས་ལ་ཡིད་ཆེས་དང་བློས་གཏད་མེད་བ་དང་ངོ་རྒོལ་དང་བཅའ་ཁྲིམས་གཙུག་ཏུ་བཀུར་ནས་ཕྱག་ལས་མ་གནང་མཁན་གྱི་འཐུས་མི་ཚང་མ

ཁྱེད་རང་དང་ཁྱེད་རང་འདྲ་བ་དེ་ཚོ་འཐབ་རྩོད་དང་འཐབ་རྩོད་ལ་ནི་སྐབས་འཚོལ་བ་ཅིག་འདུག་ཨོ་དེ་ཚོ་ཚང་མ་ཁྱེད་ཚོ་རྒྱ་ཡི་ཨེ་ནི་དམིགས་ཡུལ་སྒྲུབ་ཉེས་དེ་རེད་ཧྲཱས་ཨེ་འདི་གང་ལ་རྒྱལ་རྟ་ད་འདི་སྤྱི་ཚོགས་ནང་ལ་ལ་ཡི་གེ་དོན་ཚན་བཅུ་ཅིག་འགྲོ་བསྡད་འདུག་ཨ་འདི་ཡི་གེ་དོན་ཚན་བཅུ་འགྲོ་བསྡད་རྒྱོ་དེ་ཆོས་ཅན་ཐུབ་བསྟན་དང་ཨོ་ཨུ་རྒྱན་སྟོབས་རྒྱལ་གྱི་ཟོལ་རྒྱོ་རེད་ལ་ནི་ད་དེང་སང་ཞུ་ཅིག་འགྲོ་བསྡད་ཤག་དེ་འདྲས་ལྟ་བུ་ཡི་གེ་ཅིག་ཨེ་ནི་གསང་ཡིག་ཅིག་ཕྱི་ལ་གྱར་ནི་འདི་ཡི་གེ་དེ་དངོས་གནས་དྲང་གནས་ཀྱི་དོན་ཚན་བཅུ་དེ་བཀོད་ཡོད་བས་ན་ད་འདི་ཉན་ཁ་ཆེན་པོ་ཞུ་རེད་འདུག་ཨོ་དེ་ཕྱི་ནས་ཨེ་ནི། རྣམ་པ་ལྷན་རྒྱས་གཙོས་ནི་རྒྱ་ཡི་ཨབ་ཕྲུག་རེད་ཤག་ཁྱོད་ཚོ། རྒྱ་ནག་དམར་གཞུང་གི་དགོས་ཡ་གྱི་འདོད་པ་དེ་ཁྱོད་ཚོ་བྱེད་ཀྱི་འདུག་ཁྱོད་ཚོ་ཚང་མ་ལ་ནི་དམིགས་བསལ་གྱི་ད་ལྟའི་གི་སྤྱི་འཐུས་དགུ་བརྒྱ་གང་ལ་ཞུགས་ཡོད་པ་ཁྱོད་ཚོ་ལ་ངོ་རྒོལ་ཡོད་ཁྱོད་ཚོ་ཚང་མ་བཟང་སྤྱོད་ཀྱི་ཐོག་ནས་དགོངས་པ་ཞུ་དགོས་འདུག་ཁྱེད་རང་ལྟ་བུ་ཅིག་ན་ད་འཇོན་ཐང་དང་ནི་གལ་དགོས་ཅིག་མི་འདུག་ད་ཁྱེད་རང་འདྲ་བོ་ཁྱེད་རང་ད་ད་གཞིས་ཆགས་ཁག་ལ་ནི་བློ་འགའ་འགྲོ་དུ་བ་འོས་ཤོག་ཁྱེད་རང་ངུས་འགྲོ་ངུས་འགྲོ་བྱེད་དུ་བ། འོ་ད་ཁྱེད་རང་ཡག་རྐུབ་བཀྱག་གང་ལ་གཅིག་སླེ་ཚ་དུས་ནི་ཁྱེད་རང་ད་མི་མང་གི་ཁྱེད་རང་ལ་རེ་བ་དང་མངོན་འདོད་བྱེད་རྒྱོ་དེ་གི་རྒྱབ་སྟེག་འགྲོ་དེ་གི་འདུག་དམིགས་བསལ་གི་ཁྱེད་རང་ད་ཁ་ནས་སྐྱབས་མགོན་རིན་པོ་ཆེ་མཆོག་ལ་ཚེ་མེད་སྐུར་འདེབས་ཞུ་བ་འདི་ད་དངོས་གནས་དྲང་གནས་ཁྱེད་རང་ཞབས་འདྲེན་ཨ་ནི་ངོ་ཚ་བོ་ཞུ་བྱེད་རེད་འདི་ད་ད་རིང། སྲས་བུ་སྲས་ཀྱང་གཞོན་ཁྱེད་རང་དགོངས་པ་ཞུ་དགོས་འདུག་སྙན་ཞུ་བརྒྱབ་ཀྱི་ཡིན་ད་ལས་སླ་བོ་བཞག་གི་མེད་ད་སྐྱབས་མགོན་དོན་གྱི་བདག་པོ་མཆོག་ལ་ཟུར་ཟ་དང་སྐུར་འདེབས་ཞུ་ངེས་ད་བོད་མིའི་སྒྲིག་འཛུགས་ལ་གཞི་མེད་སྐྱོན་བརྗོད་བྱེད་ངེས་དང་ཨ་ནེ་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྲིད་བྱུས་ལ་འགྲེལ་བཤད་ལོག་བཤད་རྒྱག་ངེས་དེ་ཚོ་ནི་བཞག་གི་མེད། ཁྱོད་ཚོ་ཏག་ཏག་ཅིག་ད་ང་ཚོའི་གིས་ད་སྙན་ཞུ་བརྒྱབ་ཆེད་ང་ཚོ་མི་མང་གི་དབང་ཆ་ཡོར་ད་བཅའ་ཁྲིམས་ནང་ལོག་ལ་སྤྱི་འཐུས་སྤི་ཡ་མེད་བ་དེ་འདྲ་མ་རེད་འདུག་ད་བོད་མིའི་རྩ་དོན་ལ་གནོད་པ། བྱེད་ཀྱི་ཡོད་ན་གནོད་གཞི་བྱེད་ཀྱི་ཡོད་ན་ནི་བཅའ་ཁྲིམས་ཀྱི་ནང་ལོགས་ལ་མ། པི་ཡ་གིས་ནི་བཅའ་ཁྲིམས་དོན་ཚན་ནང་ལོགས་ལ་བསྡུ་དང་ཟེར་བ་འདི་ཞུ་ཡ་ཡིན་ཨན་དེ་ནས་ཁ་གསལ་བརྙན་ཐུང་གཅིག། རྗེས་སུ་རོ་ཨ་ནི་ཁྱེད་རང་གི་ཨ་མ་ལ་རེད་ལ་ནི་ཨ་མ་རེད་ལ་ནི་ད་གཅིག། ཨ་ཅག་ཕུན་ཚོགས་སྒྲོལ་དགའ་རེད་ཤག་ཨ་ནི། མོ་རང་གིས་བཀའ་མོལ་ནས་སྐད་ཆ་བཤད་ཀྱི་འདུག་ཨ། ད་ཡིན་ནའི་ཨ་མ་གཅིག་ཡིན་པའི་ཆ་ནས་སོ་སོའི་བུ་མོས་ཀྱི་རིགས་རྒྱུད་དེ་ནི་རིགས་རྒྱུད་དེ་ད་སུའི་ཡིན་མེད་དང་སོ་སོའི་པ་ལགས་ཀྱི་སྤུ་གུ་ཡིན་མེད་དེ་ཁུངས་སྐྱེལ་དེ་ད་ཨ་མ་སུ་ཡིན་ན་གི་དངོས་གནས་དྲང་གནས་ཀྱི་ལས་འགན་རེད་འདི་ལ་ང་ཁེལ་ཞུ་ཡས་མེད་ད་ཡིན་ནའི་གི་སོ་སོའི་རིགས་རྒྱུད་དེ་སུའི་ཡིན་མེད་ཀྱི DNA ལག་གི་འདུག་ཨ་དབྱིན་ཇི་སྐད་ནས་དངོས་དེ་ཕ་བཏོན་བཞག་ན་ཨ་ནི་ཁོ་རྙོག་དྲ་ཡོང་གི་མ་རུ་ཨ། དེ་ལ་ང་ཁེལ་ཞུ་ཡས་མེད་རིགས་རྒྱུད་སུའི་ཡིན་ན་གི་མི་འདི་སོ་སོ་ཨ།

གཅིག་གིས་རྒྱ་ནག་དམར་གཞུང་གི་འོག་ལ་མྱངས་མེད་བ་འདྲ་བོ་བྱེད་འདི་ལ་ང་རང་གི་ཐོག་ནས་ག་རེ་ཞུ་ཡ་ཡིན་ལ་ད་བོད་མི་ཡོད་ལྟོས་ཆོག་བོད་མི་ས་ཡ་དྲུག་ཞུ་གི་ཡོད་རང་ཚང་མ་རྒྱ་ནག་གི་དམར་གཞུང་གི་འོག་ལ་མ་མྱངས་བ་དང་སེམས་དང་ལུས་ལ་དཀའ་ངལ་མེད་བ་སུ་གཅིག་ཡོད་མ་རེད་ཞུ་ཡ་ཡིན་པ་ཁ་ཤས་ལ emotionally ཁ་ཤས་ལ Mentally ཁ་ཤས་ལ Physically ལ་གི་དུ་བ English སྐད་ནས་འོང་དེ་འདྲས་ཕྱིན་ནས་ལུས་སེམས་གཉིས་ལ་ཨ་ནི་རྒྱ་ནག་དམར་གཞུང་གི་ང་ཚོའི་ལ་དཀའ་ངལ་དང་ཨ་ནི་ཐུབ་ཚོད་དང་ཨ་ནི་མཐོང་ཆུང་དང་ཨ་ནི་རང་དབང་མ་སྤྲོ་བ་སུ་གཅིག་ཡོད་མ་རེད་འདི་འདུག་སྐལ་བ་ཆེ་ནི་ཞུ་ཡ་ཡོད་མ་རེད་བོད་མི་ཡོད་དོ་ཅོག་ལ་ཨ་ནི་རྒྱ་ནག་གི་དམག་ཁ་བཟོས་བ་དང་ཨ་ནི་ང་ཚོའི་ལ་རང་དབང་འཕྲོག་པ་འདི་ཨ་ནི། འདི་ཚང་མ་ལ་སྤྱི་སྙོམས་རེད་མ་གཞི་ནས་ཁ་ཤས་གཅིག་ལ་མང་བ་དང་ཁ་ཤས་གཅིག་ལ་ཉུང་བ་དེ་འདྲས་ཡོང་གི་མ་རྟག་གོ་བཙོན་འཇུག་དང་ཨ་ནི་གོ་དམར་གསོད་གཏོང་བ་དང་དེ་ཚོ་དག་ཡིན་དང་རེད་ཡིན་ནས་ཀྱེ Emotionally Mentally Physically ཨི་ནི་ཚང་མ་ལ་ང་ཚོའི་རྒྱ་ནག་དམར་གཞུང་གི་ང་ཚོ་བོད་མི་རིགས་དང་ཨ་ནི་དེ་དང་དེ་མཚུངས་མི་རིགས་གཞན་པ་ལ་ཁོ་ཚོས་ཀྱི་ཐུབ་ཚོད་དང་དབང་ཡོད་བཏང་ཡོད་རེད་འདི་ཅིག་ད་དུ་སྤྱི་ཡོངས་ཀྱི་ཅིག་ཞུ་ན་བསམ་སོང་ཨ་ནི་དེ་ནས་ད་ང་གི་ཨ་མ་ལགས་ཀྱི་སྐད་ཆ་འདི་ལ་སྒུག་བསྡད་ཡིན་པ་ཨ་མ་ལགས་ཀྱི་ད་སྐད་ཆ་འདི་ནང་ལོགས་ལ་སོ་སོའི་ཀྱི། བུ་མོས་ཀྱི་རིགས་རྒྱུད་དང་དེ་འདྲས་བཤད་དེ་ཤག་ཡིན་ན་ང་ག་རེ་ཧང་སངས་སུ་ལ་དར་བ། ཐ་མའི་ཐབས་ཤོར་འདི་ལ་ཨ་མ་ལགས་ཀྱིས་ད་ངེད་ཀྱི་བུ་མོ་འདི་གི་སྐྱབས་མགོན་དོན་གྱི་རྡོག་པོ་མཆོག་ལ་མཚན་སྨོད་དང་སྐུར་འདེབས་ཞུ་བ་དང་བོད་མི་སྒྲིག་འཛུགས་ལ་གཞི་མེད་སྐྱོན་བརྗོད་ཞུ་བ་དང་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་གི་སྲིད་བྱུས་དང་བོད་མི་རྒྱ་ཆེ་མང་ཚོགས་ཀྱི་གཏན་ལ་ཕབ་པའི་གི་ད། དབུ་མའི་ལམ་གྱི་ཐོག་ལ་བགྲོས་ཡས་འདི་ལ་ནི་མོད་ཀྱི་སྐུར་འདེབས་དང་མོད་ཀྱི་འགྲེལ་བཤད་ལོག་བཤད་རྒྱབ་བ་འདི་ལ་ངེད་ཀྱིས་དང་པོ་ཐོག་མ་འདི་ལ་སྐྱབས་མགོན་དོན་གྱི་བདག་པོ་ལ་ལག་གཉིས་ཐལ་མོ་སྦྱོར་པི་མོ་ས་ལ་བཙུགས་ནས་ནི་དགོངས་དག་དང་སྡིག་པ་བཤགས་པ་དང་ནི་དུ་གོང་གསན་ཞུ་ཡ་དང་ནི་བོད་མིའི་སྒྲིག་འཛུགས་དང་སྤྱི་འཐུས་ལྷན་ཚོགས་དང་ནི་ང་ཚོ་ཚང་མ་ལ་ངས་གོང་གསན་ཞུ་གི་རེད་བསམས་སོང་ཨ་ནི་དེ་འདྲའི་གཅིག་གི་མི་འདུག་ཨ་ནི་ད་དེ་འདྲའི་གཅིག་མེད་བ་འདི་ང་ང་འདྲ་བོ་བྱས་ན་ང་དཔེ་བློ་ཕམ་སོང་ང་ལ་གལ་སྲིད་བུ་མོ་དང་བུ་ཡོད་ནི། སྐྱབས་མགོན་དོན་གྱི་བདག་པོ་ལ་ཟུར་ཟ་དང་བོད་མིའི་སྒྲིག་འཛུགས་ལ་སྐྱོན་བརྗོད་དང་ཨན་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྲིད་བྱུས་དང་ཨན་སོ་སོ་རྐུབ་བཀྱག་གང་ལ་བསྡད་ནི་འདི་གི་གླ་ཆ་ཟ་ནི་ཨན་འདི་གི་ལས་འགན་འདི་ཏག་ཏག་རང་འཁྲིའི་ལས་འགན་འདི་མ་བྱེད་ངེས་ཅིག་དང་སྤྱི་ཚོགས་དཀྲུག་དཀྲུག་བཏང་ངེས་དང་ཨན་བོད་མི་མང་ཉམ་ཆུང་འདི་ཚོ་ལ་མགོ་རྨོངས་བྱུང་ཡ་དང་བོད་ནང་གི་བོད་མི་ལ་བརྡ་ལན་ལོག་པ་སྤྲད་ངེས་ཀྱི་སྤུ་གུ་དང་བུ་མོ་བུ་བུ་མོ་སུ་སྐྱེས་པ་ཡིན་ན་ང་འདི་ལ་ཞབས་འདྲེན་རེད་ལ་ནི་ངའི་ཨ་མའི་ཐོག་ནི་དགོངས་སེལ་ཞུས་ས་རེད་ང་ལ་སྤུ་གུ་དེ་འདྲས་མོ་དགོས་ལ་ནི་ཡིན་ནས་འདི་དེ་འདྲས་བྱེད་ཡ་མི་འདུག་ད་ཡིན་ནས་ཀྱང་མ་འོངས་པ་ལ་ཨ་ནེ་ཨ་མ་ལགས་ཀྱི་ཐུགས་ལ་དེ་འདྲའི་དགོངས་འགལ་ཡོད་རྒྱུ་རེད་དགོངས་སེལ་ཞུ་དགོས་ར་ད་སྐྱབས་མགོན་དོན་གྱི་བདག་པོ་མཆོག་ལ་མཚན་སྨོད་ཞུ་བ་དེ་ཨ་ནེ་དངོས་གནས་དྲང་གནས་ལ་དྭགས་ཡ་ཡོད་མ་རྟ་རྫབ་ཆེན་རེད་ཁྱེད་རང་གྱི་བུ་མོ་དེ་ཞབས་འདྲེན་ཅིག་རེད་ཤགས་ངོ་དེ་གཅིག་ཞུ་ཡ་ཡིན་ཨ་མ་ལགས་ལ་ཨ་ནེ་དེ་ནས་ད་ང་ཚོའི་གྱི་སྤྱི་ཚོགས་ནང་ལོ་ལ་ད་དེ་དང་དེ་ལྟ་བུ་འཐབ་རྩོད་པ་དང་དེ་འདྲའི་དུ་ཨ་ཁོ་ཚོ་ལ་ག་རེ་ཞུ་ཡ་ལ་ད་རང་བཙན་ང་ཚོ་ལ་ཡི་དགོས་ཡོད་ཁ་སིང་བརྙན་ཐུང་ནང་ལ་ཡི་ཞུས་པ་ཡིན་ད་ཁྱོད་ཚོ་རང་བཙན་བ་འཐབ་རྩོད་བ་དེ་ཚོ་ཨ་ནེ་རྒྱ་གར་ནས་འགོ་བཙུགས་རོགས་གནང། དང་པོ་གཉེར་ལ། རྒྱ་གར་གྱི་མངའ་སྡེ་རེ་རེ་ལ་བཅར་ནས། བློན་ཆེན་རེ་རེ་ལ་བཅར་ནས་ཆབ་སྲིད་བ་རེ་རེ་ལ་བཅར་ནས་དངོས་གནས་དྲང་གནས་ཀྱི་རང་བཙན་གྱི་ཐོབ་ལ། ཐོག་ལ་རྒྱབ་སྐྱོར་དང་ངོས་ལེན་ཡོད་བ་ཅིག་འཆར་གཞི་ལྡན་པའི་ཐོག་ནས་དེ་ནས་རྒྱ་གར་ནས་འགོ་བཙུགས་ནས་རྒྱ་གར་གྱི་མངའ་སྡེ་ཚང་མ་ནས་རྒྱབ་སྐྱོར་དང་བོད་རང་བཙན་གྱི་ཐོག་ལ་འཐབ་རྩོད་བྱེད་ཡས་ཀྱི་ཐོག་ལ་རྒྱབ་སྐྱོར་དང་ངོས་ལེན་ཡོད་པ་ཡིན་ན་ཁོ་ག་ལི་ག་ལི་ཕྱི་རྒྱལ་ཕྱོགས་ལ་འགྲོ་ཆོག་གིར་བ་འོ་དེ་འདྲས་ཅིག་ཁྱོད་ཚོ་རང་བཙན་འཐབ་རྩོད་བ་རྣམས་དེ་འདྲས་ཅིག་ད། ལས་འགུལ་དང་ག་རེ་ན་ཐབས་རྩོད་སྤེལ་རོགས་གནང་ང་ཚོ་ཡིན་ནས་གས་ནི་མཉམ་དུ་རྒྱབ་སྐྱོར་ཞུ་ཡ་ཡིན་ད་ད་ཕ་དུ་ནས་ནི་ཁྱོད་ཚོ་རང་བཙན་ཁ་ལ་ཁྱེར་ནས་སྐབས་འཚོལ་བ་རྣམས་ནི་ད་དེ་འདྲས་རང་བཙན་གྱི་ཐོག་ལ་ནི་སྐད་རྒྱབ་བསྡད་བ་མ་གཞི་དོན་དངོས་པོ་ཁུངས་སྐྱེལ་ར་སྤྲོད་ཡོད་བས་ཀྱི་འཆར་གཞི་དང་དེ་འདྲས་ནི་ད་ད་ཕ་དུ་ང་ནི་མཐོང་མ་སོང་མཐོང་ཡ་ཡོད་ན་ནི་ཕི་གའི་སྤྱི་ཚོགས་དྲ་རྒྱ་ནང་ལ་བཀྲམ་རོགས་གནང་ཞུ་ཡ་ཡིན་ད་ད་མཐོང་ཡ་ཡོད་བ་དེ་ད་ལྟའི་བཀའ་ཤག་སྐབས་བཅུ་དྲུག་བ་གྱི་དངོས་གནས་དྲང་གནས་ཨ་རིག་གི་གྲོས་ཚོགས་ནང་ལ་བུད་དེ་རྒྱལ་ཁབ། རྒྱལ་ཁབ་རང་བཙན་གཅིག་རང་བཙན་ཅན་གཅིག་ཡིན་པ་ལོ་རྒྱུས་ཐོག་ནས་རང་བཙན་ཅན་གཅིག་ཡིན་པ་འགྱུར་ཐུབ་ཡོད་ར་བ་འདི་བོད་མིའི་སྒྲིག་འཛུགས་བཀའ་ཤག་གིས་གནང་སོང་འདི་ད་ལོ་ང་ཚོས་ད་དོང་ཡ་དང་གོ་ཡ་དང་ཚང་མ་དང་ད་དེ་དེ་བཞིན Australia དང Canada དང་ད Germany དང་ལ་སོགས་པ་ལ་ད་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པ་ཡི་སྐུ་ལས་བསྐྱོད་ནས་ད་དེ་འདྲས་གཅིག་དངོས་གནས་དྲང་གནས་ཀྱི་ད་ད་བར་དུ་ལོ་རྒྱུས་ནང་མེད་པ་གཅིག་བཟོས་ཐུབ་ཡོད་ར་འདི་གཟི་བརྗིད་ར་འདི་ད་ལྟ་རང་བཙན་འཐབ་རྩོད་བ་དང་ཚོགས་པ་འགོ་ཁྲིད་རང་བཙན་གྱི་འགོ་ཁྲིད་བ་དེ་ཚོས་ཀྱི་ཨ་ནི་བཀའ་ཤག་སྐབས་བཅུ་དྲུག་བ་ལ་ལག་གཉིས་ཐལ་མོ་སྦྱར་ནས་ཐུགས་རྗེ་ཆེ། ང་ཚོས་ཀྱི་དམིགས་ཡུལ་ཁྱོད་ཚོ་གྱི་སྐད་ཅིག་རྒྱ་ཡོད་ར་རང་བཙན་དངོས་དེ་གྲུབ་འདུག་ཟླ་གང་རྗེས། ཕི་ཀེ། ཕྱི་ཀེ། ཨ་རིའི་གྲོས་ཚོགས་དང་དེ་འདྲའི་ནང་གཏན་འབེབས་བྱུང་ཡོད་ར་ངོ་དེ་འདྲའི་ཅིག་ཞུ་ཨ་ནི་ཁྱོད་ཚོ་མུ་མཐུད་ནས་ཨ་ནི་རྒྱ་གར་གྱི་རྒྱལ་ཁབ་ནས་འགོ་བཙུགས་ནས་ཨ་ནི་རང་བཙན་ལ་མངའ་སྡེ་མངའ་སྡེའི་ཐོག་ནས་ཨ་ནི་རང་བཙན་གྱི་ཐོག་ནས་རྒྱབ་སྐྱོར་དང་ངོས་ལེན་ཡོད་བ་དེ་ཨ་ནི་ང་ཚོ་ལ་གཞོན་སྐྱེས་ཚོ་ལ་མ་བསྟོད་རོགས་གནང་ཨ་ནི་གཞོན་སྐྱེས་ཚོ་ཡིན་ན་སྐད་འདིའི་ཐོག་ལ་ཨ་ནི། གོ་དགོངས་པ་བཞེས་ཡ་དང་བསམ་བློ་བཏང་ཡ་ཡོང་གིར་བ། ཨ་ནི་ཁ་སིང་ངེད་ཀྱི་བརྙན་ཐུང་ནང་ལ་ཏག་དབུ་མའི་ལམ་གྱི་ཐོག་ལ་ངེད་ཀྱི་ད་སྐད་ཆ་འདི་མཚམས་འགྲོ་ད་ཏག་ཏག་མ་བྱུང་བྱས་ནས་དབུ་མའི་ལམ་གྱི་ཐོག་ལ་ང་ཚོ་གཞོན་སྐྱེས་ཚོ་གྱིས་ད་གཟིགས་དགོས་ཡ་དེ་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ་ཐོག་ལ་གཟིགས་ཡ་འདུག Tibet dot net། རྐང་ལ་བཟི་ཡ་འདུག་ཨ་ནི་མི་འདྲལ་བས་ཀྱི་ཨ་ནི་སྒོ་ནས་ཕྱིན་ད་ལྟ་བར་དུ་དབུ་མའི་ལམ་འདི་ག་འདྲས་ཕྱིན་ནི་མགོ་བཙུགས་ཡི་མེད་སྐྱབས་མགོན་དོན་གྱི་བདག་པོ་མཆོག་གི་དགོངས་གཞི་ག་རི་ཡི་མེད་ག་འདྲས་གཏན་ལ་ཕབ་ཡི་མེད་ཨ་ནི་རྒྱལ་གཅེས་ཀྱི་གྲོས་ཚོགས་དང་རྒྱལ་གཅེས་ཀྱི་དེང་གཅེས་སྟེང་ལ་ཨ་ནི་ག་འདྲས་ག་འདྲས་དབུ་མའི་ལམ་འདི་ཡ་ཞུ་གཏུགས་བྱེད་ཡི་མེད་འདི་ལ་ངོ་ལེན་ཐོབ་ཡི་མེད་དབུ་མའི་ལམ་གྱི་ཨ་ནི་དམིགས་ཡུལ་དགོངས་འཆར་འཆར་གཞི་ཆ་ཚང་འདུག་ཨ་ནི་འོ་དེ་བོད་པའི་གཞོན་སྐྱེས་ཚོ་འདི་ཐོག་ལ་གཟིགས་རོགས་གནང་ཞུ་ཡང་ཡིན་ཨ་ནི། དེ་དང་དེ་མཚུངས་ཏང་དབུ་མའི་ལམ་གྱི་ཚོགས་པ་དང་བུད་མེད་ཚོགས་པ་ཡིན་ན་རྒྱལ་ཏང་དབུ་མའི་ལམ་གྱི་ཐོག་ལ་འགྲོ་གི་ཡོད་འདུག་ག་ནི་ཨ་ནི་ལྷན་རྒྱས་ཚོ་ཡང་སྲིད་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འཐུས་མི་བཞི་བཅུ་ཞག་ལྔ་སྐོར་ར་རྒྱ་ནི་གདན་འདྲེན་ཞུ་ནས་དབུ་མའི་ལམ་གྱི་ཐོག་ལ་མ་གཞོན་སྐྱེས་དང་མང་ཚོགས་ལ་ཨ་ནི་ཟབ་སྦྱོང་སྤྲད་ཡ་དང་གོ་རྟོགས་སྤེལ་ཡ་ཁོང་ཚོ་སྐྱེ་བཏང་རོགས་གནང། བོད་སྤྱི་འཐུས་ལྷན་ཚོགས་འདི་གི་སྲིད་བྱུས་གཏན་ལ་ཕབ་པ་འདི་དབུ་མའི་ལམ་རེད་ཨ་ནི་ཁོང་ཚོའི་གི་བཞི་བཅུ་ཞེ་ལྔ་འདི་ཨ་ནི་སོ་སོ་རང་ཉིད་ཀྱི་ལྷན་ལྷན་ཁང་གི་གཏན་ལ་ཕབ་པའི་སྲིད་བྱུས་འདི་ཐོག་ལ་ཨ་ནི། མི་དམངས་ལ་གོ་རྟོགས་སྤེལ་ཡ་དང་དེ་ཕ་ཞུ་གཏུག་བྱེད་ཡ་དེ་ལས་འགན་གཙོ་བོ་དེ་རུ་དེ་ཕྱིན་ནས་དེ་དང་དེ་མཚུངས་རང་དབང་ཅན་གྱི་སྡེ་ཚན་ད་ལྟ་གསར་འགོད་ཁང་ཡིན་ན་གྱི་བོད་མི་ད་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི་བཞི་བཅུ་ཞེ་ལྔ་རེས་མོས་སྐོར་ར་རྒྱ་ནས་ད་དབུ་མའི་ལམ་གྱི་ཐོག་ལ་གོ་རྟོགས་སྤེལ་ཡ་དང་ཞུ་གཏུག་བྱེད་ཡ་དང་ཁོང་རྣམ་པ་ཚོ་མཉམ་ཞུགས་ཕ་དེ་འདྲི་ཞུས་དགོས་ཡ་དེ་གལ་ཆེན་པོ་ཞུ་རེ་ཧྲ་ངོ་དེ་ཞུ་ཡ་ཡིན་གཞན་པ་ད་ང་ཚོའི་སྤྱི་ཚོགས་ནང་ལོ་ལ་དངོས་གནས་ཁོ་རང་དབུ་མའི་ལམ་གྱི་ཐོག་ལ་འགྲེལ་བཤད་ལོག་བཤད་བརྒྱབ་བསྡད་ཀྱི་འདུག་ཨ། འདི་ཕྱི་ནས་འདི། ད་གལ་ཆེན་པོ་གཅིག་ཆགས་ཀྱི་འདུག་ཨ་ནི། ད་དེ་ནས། མཐའ་དོན་དེ་ལ་ད་འདི་གཞོན་ཡིན། ད་ལྟ་སང་ཉིན་ཨ་ནི་ང་ཚོས། གཞི་རིམ་མི་མང། ལས་འགུལ་གྱི་ཨ་ནི་གཞི་རིམ་མི་མང་དེ་གཞི་རིམ་མི་མང་རང་རེད་ད། འདི་ལས་འགུལ་འདི་ཨ་ནི་ད། འདི་སང་ཉིན་ནི་ང་ཚོའི་རྡ་རམ་ས་ལ་ལ་ཚོགས་འདུ་གལ་ཆེན་པོ་གཅིག་འཚོགས་ཀྱི་ཡོད་རེད་གཞི་རིམ་མི་དམངས་ལས་འགུལ་གྱི་ཚོགས་འདུ་ད་གལ་ཆེན་པོ་གཅིག་འཚོགས་པར་དེ་སྔ་གསར་འགོད་གསལ་བསྒྲགས་གནང་བ་རེད་རྡ་རམ་ས་ལ་ལ་དེ་དུས་ད་མི་མང་པོ་མཉམ་ཞུགས་བྱུང་མི་འདུག་ཡིན་ནའི་གསར་འགོད་གསལ་བསྒྲགས་དེ་ཐད་གཏོང་འགྲོ་ཡོད་རེད་དེ་གི་གཞི་རིམ་མི་དམངས་ཀྱི་ལས་འགུལ་གྱི་རེ་འབོད་དེ་ག་རེ་རེད་ཞུས་ན་འདི་རེ་འབོད་འདི་ད་ལྟ་གི་སྐབས་བཅུ་བདུན་པའི་གི་གྲོས་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་གཙོས་པའི་རྒྱུན་ལས་དང་ཚོགས་མི་ཡོངས་ལ

གང་མྱུར་གནང་དགོས་འདུག་དེ་དང་དེ་འབྲེལ་བའི་གནས་བཅའ་ཁྲིམས་གལ་ཆུང་པོ་གང་ཡོད་བ་དེ་བཅའ་ཁྲིམས་བསྐྱར་བཅོས་དེ་ཁྲིམས་བཟོ་ལྷན་ཚོགས་ཡིན་པའི་ཆ་ནས་བཅའ་ཁྲིམས་བསྐྱར་བཅོས་གནང་དགོས་འདུག་ལ་ནི་དོན་ཚན་གཉིས་པ་དེ་ཡོད་རེད་དོན་ཚན་གསུམ་པ་དེ་ད་ལྟ་ང་ཚོ་ཆོས་བརྒྱུད་ཀྱི་ཐོག་ནས་འཐུས་མི་ཡོངས་ཡ་བཅོས་ར་སྤྱི་འཐུས་ཡོངས་ཡ་དེ་ང་ཚོའི་སྐྱ་སེར་ཕོ་མོ་ཡོངས་ལ་འོས་ཐོབ་དང་འདྲ་མཉམ་དགོས་འདུག་འོ་དེ་ཡོད་རེད། ཨ་ནི་དེ་ནས་དོན་ཚན་བཞི་བ་འདི་ཨ་ནི། སྤྱི་འཐུས་ལྷན་ཚོགས་ནང་ལ་རྒྱུན་ལས་ཡོང་སྟངས་བྱོས་ར་འདི་བརྒྱ་ཆ་འདི་ཨ་ནི། ཨ་ནི། ཆོས་བརྒྱུད་དང་ཨ་ནི་ཆོལ་ཁ་ནས་ཨ་ནི། བརྒྱ་ཆ་འདི་ཨ་ནི་བཀོད་འགྲེམས་ཏག་ཏག་ཅིག་དགོས་འདུག་འདུག་ཕྱིན་ཨ་ནི་དོན་ཚན་བཞི་ཅིག་ཐོག་ལ་ཨ་ནི། ང་ཚོའི་གཞི་རིམ་མི་མང་གི་ལས་འགུལ་བྱེད་མཁན་རེ་འབོད་ཡོད་རེད་ཨ་ནི་འདི་ཐོག་ལ་ད་སང་ཉིན་ང་ཚོ་ཚོགས་འདུ་ཆེན་པོ་ཅིག་ཚོགས་ཡ་རེད་ཨ་ནི། རྣམ་པ་ལྷན་རྒྱས་ད་ལྟ་རྡ་རམ་ས་ལ་ལ་བཞུགས་ཡོད་བས་ཀྱི་དངོས་གནས་བོད་མི་རྒན་གཞོན་བར་གསུམ་ལ་ལག་གཉིས་ཐལ་མོ་སྦྱར་ནས་ཨ་ནི་ཚོགས་འདུ་དེ་ལ་བཅར་རོགས་གནང་ཞུ་ཡ་ཡིན་སྒེར་ཐོག་ནས་ཨ་ནི་ང་ཚོའི་ཚང་མས་ཀྱི་ད་ང་རང་སྒེར་ལ་རྡ་རམ་ས་ལ་གནས་བཞུགས་ཀྱིས་ད་ངོ་ཤིང་བ་དེ་འདྲའི་བརྡ་ལན་འབྱོར་བ་དང་ཨ་ནི་ང་ཚོ་སྤྱི་བའི་གི་འགན་འཁུར་ནི་བསམ་བློ་བཏང་ཆོག་དང་སྐྱབས་མགོན་རིན་པོ་ཆེ་མཆོག་གི་སྐུ་དྲིན་དང་ཁོང་གི་དགོངས་བཞེད་གཞི་སྲུང་འགྲོ་གི་ཡིན་བོད་མིའི་སྒྲིག་འཛུགས་ཀྱི་སྲ་བརྟན་དང་ཨ་ནི་བོད་བསྟན་པ་ཆབ་སྲིད་ལ་ཕན་པའི་གི་ཨ་ནི་ལས་འགུལ་ག་རེ་ཡིན་ན་ཆེ་ཕྲ་ཆུང་གསུམ་ནང་ལ་འཛུལ་གི་ཡིན་ལ་ནི་བསམ་བློ་བཏང་ནི་གཅིག་ཆོག་གཅིག་པ་ཡིན་པའི་གི་སྤུན་གྲོགས་མང་པོ་འདུག་ཨ་ནི་རྣམ་པ་ལྷན་རྒྱས་སང་ཉིན་ཉིན་རྒྱབ་ཀྱི་དུས་ཚོད་སྟོན་ནས་རྡ་རམ་ས་ལ་གི་གཞི་རིམ་མི་མང་གི་ལས་འགུལ་འདི་ནང་ལོ་ལ་ཨ་ནི་མཉམ་ཞུགས་གནང་རོགས་གནང་ལ་ནི་འབོད་སྐུལ་ཞུ་ཡག་ཡིན་དེ་དང་དེ་མཚུངས་ནི་གསར་འགོད་ཁང་གི་ད་སྡེ་ཚན་ཚང་མ་ལོ་ནི་འདི་གི་ཚོགས་འདུ་འདི་ལ་ནི་གསར་འགོད་ཁང་རྣམ་པ་ཚོ་ཕེབས་ནས་ནི་ང་ཚོའི་གི་ལས་འགུལ་འདི་རྒྱང་སྲིང་གནང་རོགས་གནང་ཞུ་རྒྱུ་ཞུ་ཡག་ཡིན་ད་འདི་ང་ཚོའི་ལས་འགུལ་འདི་ནི་ང་ཚོའི་བོད་མི་སྤྱི་ཡོངས་ལ་ནི་འཕྲལ་ཕུགས་རྒྱང་གསུམ་གི་ཆེད་དུ་ནི་རེ་འབོད་གཞི་གཅིག་བཏོན་གནང་ཡོད་རེད་ནི་འདི་ཐོག་ལ་ནི་ལྷན་རྒྱས་ཚོ་ཕེབས་པ་ཡིན་ན་ནི་གོ་རྒྱང་སྲིང་ཆེད་ནི་མི་མང་ལ་ནི། གོ་ཐུབ་པ་ཨ་ནི་མཐོང་ཐུབ་པ་ཨ་ནི། གསལ་བསྒྲགས་ཨ་རྒྱ་ཆེན་པོ་གཅིག་འགྲོ་གི་ཡོད་འདུག་ཨ་ནི་རྣམ་པ་ལྷན་རྒྱས་ཚོ་ཨ་ནི་ཕི་གེ་ལ་ཕེ་རོ་ནང་ལ་ནི་འདི་ངེད་ཀྱི་འབུ་གུ་ཞོན་ཡིན་ཨ་ནི། ད། ནམ་མཁའི་འགྲོ་ཁ་དང་གྲྭ་ཚུང་གི་སྤྱི་འཐུས་སྐབས་འཚོལ་བ་རྣམས་དང་ཚོགས་པ་གི་འགོ་ཁྲིད། ད་མི་མང་ལ་ཧམ་བཤད་ལོག་བཤད་བྱེད་ནས་ཨ་ནི་དྲོད་ངན་དེ་ཚོ་ལ། ཐ་མ་དེ་ལ་ག་རེ་ཞུ་ཡ་ཡིན་ལ་ད་ཁྱེད་ཚོ་ཨ་ནི་གོ་ས་ལ་ཆེ་ཨ་ནི་མོ་གོ་ས་ལ་ལྷག་འདི་རེད་ཧྲཱི། སྤྱི་ཚོགས་ལ་དཀྲུག་དཀྲུག་བཏང་ཡ་དང་གནོད་པ་སྐྱེལ་ཡ་གི་ལས་ཀ་དེ་བྱིས་བ་ཡིན་ན། ཨ་ནི་ད་མང་ཚོགས་མང་པོ་སྒུར་ཐུབ་གི་མ་རེད་དཱ། འོ་འདི་གཅིག་ཞུ་ཡ་ཡིན་ཨ་ནི་སོ་སོའི་ཟ་ཟས་གི་ཕོར་པ་ནང་ལ་ལ་ཨ་ནི་སོ་སོ་རང་གི་བཙོག་པ་བཏང་ངེས་འདི་བྱིས་བ་ཡིན་ན། ཨ་ནི་ཏག་ཏག་ཅིག་དེ་གི་ཡོད་མ་རེད་དཱ། སྤྱིར་བཏང་ནས་གནམ་སྐས་འགྲོ་མཁན་གི་སྐད་ཆ་འདི་ལ། ད་ཡང་སེ་ལྟ་བ་ཡིན་ན་ད། སྤང་གི་ཐོག་ལ་བཞག་ན་ཨ་ནི་ནམ་མཁའི་སྐར་མ་ལ་སྨུག་ལ་ཡིད་དོ་ཨ་འོ་འདི།

ལས་རྒྱུ་འབྲས་དང་ག་རེ་ཡིན་ན་འགྲོ་གི་རེད་ཨ་ནི་མང་དྲགས་ན་ཨ་ནི་ད་རྩ་དགོངས་རང་ཞུས་ན་མ་ཤེས་ནི་ཐབས་ལམ་ཡོད་མ་རེད་ང་ཚོ་བོད་མི་བཙན་བྱོལ་བོད་མི་དང་བོད་ལ་བཞུགས་པའི་བོད་མི་ལ་ཁྱེད་ལྟ་བུ་གི་ཨ་ནི་མི་གཅིག་འཐུས་མི་གཅིག་ང་ཚོ་ལ་དགོས་ཡ་མི་འདུག we don't deserve ཁྱོད་རང་འདྲ་བོ་གཅིག་ང་ཚོ་ལ་ཨ་ཁྱེད་རང་དང་ཁྱེད་རང་འདྲ་བ་དེ་འདྲས་ང་ཚོ་ལ་དགོས་ཡ་མི་འདུག་ངོ་བསྟོད་ཞུ་ཡང་ཡིན་ཨ་ནི། ད་སྐུ་མཁྱེན་ཨ་ནི་ས་ངེས་རྡ་རམ་ས་ལ་གི་ལ་བཞུགས་ཡོད་པའི་རྡ་སར་གནས་བཞུགས་ཡོད་པའི་གིས་བོད་མི་རྒན་གཞོན་བར་གསུམ་ནི་ང་ཚོའི་གཞི་རིམ་མི་མང་གི་ལས་འགུལ་གྱི་ཚོགས་འདུ་དེ་ལ་ཨ་ནི་བཅར་རོགས་གནང་རྒྱབ་སྐྱོར་གནང་རོགས་གནང་གལ་ཆེ་ཤོས་དེ་འདི་ཆགས་ཡོད་འདུག་སྤྱི་ཚོགས་ནང་ལོ་ལ་ངོ་ནས་ང་ཚོས་རྒྱབ་སྐྱོར་མ་གནང་བ་ཆེད་ཨ་ནི་མ་ཐོན་བ་ཆེད་ཨ་ནི་སོ་སོ་གིས་སྒེར་གྱི་གཅིག་དང་ཨ་ནི་ཡང་མ་འོངས་པ་ལ་གཅིག་ཕོག་གོ་རེད་བསམ་ནས་ད་དེ་འདྲའི་ཕོག་དགོས་ཡ་ཡོད་མ་རེད་ད་ང་ཚོའི་སྤྱི་ཚོགས་དེ་ནང་ལོ་ལ་དྲང་བདེན་དྲང་བདེན་ལ་རྒྱབ་སྐྱོར་གནང་མཁན་དང་དངོས་གནས་དྲང་གནས་བོད་མིའི་སྒྲིག་འཛུགས་འདི་སྲ་བརྟན་དང་སྐྱབས་མགོན་དོན་གྱི་བདག་པོ་མཆོག་གིས་ཐུགས་རྗེ་ཆེ་ལབ་ཡོད་སེམས་ལ་བཏགས་ནས་ང་ཚོ་ཚང་མ་བྱུང་ཡོད་དུ་ཁོང་གི་དགོངས་གཞི་གཞི་བཟུང་གིས་འགྲོ་ཡག་གི་ལས་འགུལ་དང་བོད་མིའི་སྒྲིག་འཛུགས་འདི་སྲ་བརྟན་ཡོང་ཡག་དང་བོད་མི་ཡོངས་ཀྱི་མངོན་འདོད་འདི་འགྲུབ་ཡག་གི་ལས་འགུལ་ཅིག་ལ་མཉམ་ཞུགས་བྱས་ན་མི་མང་ང་དགའ་གིར་བ། ཨ་ནི་མོ་འདི་ཕྱིན་ནས་མཉམ་ཞུགས་བྱེད་དགོས་འདུག་འདི་ཡོང་གི་མ་རེད་འདི་ཉེན་ཁ་སུ་གཅིག་གིས་ཉེན་ཁ་བྱེད་ངེས་ཡོད་མ་རེད་བསམ་གྱི་འདུག་མོ་འདི་ཕྱིན་ནས་ཨ་ནི་འདི་དང་ལ་མཉམ་ཞུགས་གནང་རོགས་གནང་ལ་ནི་ཞུ་ཡ་ཡིན། ལས་འགུལ་ཡིན་ན་རེད། སོ་སོས་ཀྱི་བསམ་བློ་བཏང་ཕྱོགས་ཡིན་ན་རེད། ཡག་ག་ཅིག་ཡིན་ན་ཨ་ནི་ཁོ་ཡག་ག་ཡོང་གི་རོ་ཨ་ནི་ཁོ་ད་ཁྲིམས་འགལ་དང་རྒྱ་བའི་དགོངས་པ་འགལ་བ་དང་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་ལ་འགལ་བའི་ཀྱི་ངོ་གེགས་ལས་ཀ་བྱེད་ཀྱི་ཡོད་ན་ཨ་ནི་ཁོ་རྦད་ནས་ཁུ་ཁུ་སིམ་སིམ་ད་ལྟ་ནག་ཉེས་ཆེན་པོ་དང་ཨ་ནི་ག་ལི་ག་ལི་དོན་ཡོང་གི་འདུག་ཨ་མོ་དེ་འདྲ་ཕྱིན་ད། སོ་སོའི་སྤྱི་སེམས་ཡོད་བ་དང་ཨ་ནི། སྐྱབས་མགོན་དོན་གྱི་བདག་པོ་མཆོག་གི་དགོངས་གཞི་གཞི་བཟུང་དང་བོད་མིའི་སྒྲིག་འཛུགས་དང་བོད་མི་རིགས་སྤྱི་ལ་ཕན་ཡག་གི་ཨ་ནི་ལས་འགུལ་དང་ཨ་ནི་བསམ་ཚུལ་དང་ག་རེ་བཤད་ཡོད་ན་ཨ་ནི་གོ་ཕྱི་གསལ་ནང་གསལ་བྱེད་ནས་བཤད་བ་ཡིན་ན་ཨ་གོ་ཚང་མ་ལ་ཕན་གི་རོ་ཨ་ནི་གོ་རྟོགས་ཡོང་གི་རོ་ཨ་ནི་གཞོན་སྐྱེས་ཚོ་དམིགས་བསལ་གྱི་དརམ་ས་ལ་གཡས་གཡོན་ལ་ཡོད་ན་ཨ་ནི་ཕེབས་རོགས་གནང་ཞུ་ཡག་ཡིན་ཨ་ནི། ཐུགས་རྗེ་ཆེ་ད་མང་པོ་ཆགས་སོང་ཨ་ནི་ཡང་རྗེས་སུ་མཇལ་ཡོང་ཨ་ནི་ཐུགས་རྗེ་ཆེ་གནང།